ཁྱེད་གཙང་གསར་པ་སངས་ཉི་མ་ལ་ཆགས་ནས་ད་འཛམ་བུ་གླིང་སྤྱི་ཡོངས་ཀྱི་གསར་འགོད་རེད་ད་མི་སྣ་མང་པོ་གཅིག་གིས་འདིའི་ཐོག་ལ་གླེང་མོལ་བྱེད་ཡ་དང་འདིའི་ཐོག་ལ་ག་འདྲའི་བྱུས་ངོར་འདི་ཉན་ནས་མ་ཐུག་གོང་ནས་ལས་ད་ག་ད་གར་ཡོང་ན་བསམ་ངམ་བཀྲ་དང་ད་ག་ཚ་གནས་ཚུལ་ག་འདྲས་རྒྱུག་དགོས་ཡོད་ན་བསམ་འདི་འདྲས་ཀྱིས་མི་མང་པོ་གིས་དཔྱད་ཞིབ་བྱེད་ཡ་ད་ད་ག་གླང་ཤིང་གི་འདི་གང་དོ་སྣང་བྱེད་མཁན་མང་པོ་གཅིག་བྱུང་འཛམ་བུ་གླིང། སྤྱི་ཡོངས་ཀྱི་བྱུང་རྒྱལ་རེད། དེ་དང་མཚུངས་ནས་གནད་དོན་གཉིས་པོ་འདིའི་ཐོག་ལ་ཡིན་པའི་ན་ཨོས་ཏྲེ་ལི་ཡ་ནང་ལོགས་ལ་མོག་འགྲོ་གཏོང་མཁན་རྐྱེན་འབས་ཀྱི་ཨན་ཐུག་འཕྲད་བྱེད་ཡག་ཁ་གསོ་རེད། གལ་སྲིད་ཁྲིམས་ཁང་ལ་ཐུག་ཡག་གི་ཉིན་མོ་འདི་ཆགས་བསྡད་ཀྱི་འདུག་ཞུ་ཡག་ཡིན། ཏཱ་ལའི་གཉིས་གཉིས། དོན་ཚན་གཉིས་པ་དེ་མ་ཞུས་ན་བསམ་སོང་ཨོས་ཏྲེ་ལི་ཡ་གི་དེ། ཨོས་ཏྲེ་ལི་ཡ་གི་དེའི་གནད་དོན་འདིའི་ཐོག་ལ་གལ་སྲིད་ཁྲིམས་ཁང་འདི་ཨོས་ཏྲེ་ལི་ཡ་གི་ཁྲིམས་ཁང་ཆེན་པོ་གཞུང་འབྲེལ་དེ་ཡིན་ས་མ་རེད་ཁྲིམས་ཁང་འདི།

དཔེ་མང་པོ་གང་ཡོད་པ་དང། ད་དེ་གཉིས་ལམ་སང་དེ་གསང་རྒྱུ་ཁོང་ཚོས་བཤད་གི་བཤད་གི་པར་རྒྱབ་ཡ་དེ་རང་མ་གསུང་རང་ང་ལས་ཀ་བྱེད་གི་བྱེད་གི་ལྟ་ཚ། དེ་གསུང་ཚ་ཨ་ནི། ད་གང་དག་པང་བཞུ་བྱེད་ཀྱི་ཡོད་པ་བྱས་ནག་ལོག་བེད་ད་ཚང་མ་ཚོགས་ཁང་ཁ་སྟོད་མིག་ཚང་མ་དེ་ལས་གཉེར་ནས་ཡོང་ནས་ད་ཚོགས་ཁང་ནང་འཛུལ་ཡག་རྔམ་དྲག། ཨ་ནི། མང་པོ་ཅིག་གིས་ད། ཚོགས་ཁང་ནང་ལ་ཡག།

བླ་བྲང་ཡོད་འདོད་མེད་གང་བྱུང་མ་བྱུང་ལན་བརྒྱབ་ན་སོ་སོ་ཕར་ལོག་དགོས་ཡོད་འདོད་གལ། དེ་གང་བཅར་འདྲི་འདི་བྱེད་མ་ཐུབ་ད་གཅིག་གཉིས་གཅིག་གིས་གར་ལ་ད་སོང། བུ་མོ་ལོ་ཉི་ཤུ་རྩ་གསུམ་དེ་དཔེ་ཤོ་དཔེ་མང་པོ་དང་མོ་ཏྲོ་རྩིག་པོ་ཁང་པ་རྩིག་པོ་ད་དུག་ལོག་དུག་མཛོད་དཔེ། གོང་ཆེན་མོ་དེ་གོ་འདོད་ད་ཁོ་ཚོ་ཡམ་ཆེན་ཟེར་འདི་ལོ། འདི་ག་འདྲས་སུ་དཔེ་ཤོ་བཟོས་ཡོད་ན་བསམ་བསམ་བྱ་གལ་ཨེ་འདས་ཀྱི། ཐོག་ནས་ད་གཅིག་བུ་མོ་དེ་ག་འདྲས་ཡིན་ནམ་བྱབ་ཆུང་ག་འདྲས་ཡིན་ནམ་བསམ་ད་ག་ཡོང་ཉེ་ཨེ་འདས་ཀྱི། ནམ་ཞེ་ཉེས་བྱུང་ཡོད་ས་རེད།

ཡོད་ཡ་ཅིག་ཡོད་རེད་དེ་ལས་ཡིན་པས་ན་དེ་དམིགས་བསལ་གྱི་ད་ལྟ་ཁྲིམས་བུའི་རང་དང། ད་ཚོད་རྫུས་པའི་མི་ཞིག་ཞིམ་པའི་རྫུས་ཆོག་མ་རེད། ཨ་ནི་ཁྲིམས་ལ་ཡོང་ཉེན་ད་ད་ཚོད་མགོ་ཟླ་ག་རང་ནས་ཡོང་གི་རེད་ཟེར་དུས་མི་མང་པོ་ཅིག་གིས་ཆུ་ལོག་ལས་རྟགས་གང་དག་པར་རྒྱག་ཡ་དང་དེ་འདྲ་ཅིག་ནང་ལོག་ཚོགས་ཁང་ཁང་བྱེད་དུས་ཆུ་ལོག་ལོ་དགུ་བསྡད་ཡིན་ཟེར། ཡིན་ནས་ལས། ཁེ་སེ་ད།

རྒྱུགས་ཀྱི། ཁྲིམས་ཉོན་ཡག་སོགས་དེ་བྱས། རྣམ་པ་རབ་དེ་མཐོང་བས་ཡིན་པ་ཡིན། ཨང་གང་དག་མི་སེམས་པའི་བག་ཆགས་ལ་ཡག་པོ་མེད་དེ་དུས་ད་ལྟ་ད་མི་མང་པོ་ཅིག་གིས་དོ་སྣང་བྱས་དེ་གོ་ར་བ། དེ་བྱེད་དུས་ད། ཁེ་སང་གནས་ཚུལ་ཟེར་ཡག་བྱས་ན་བུ་མོ་དེ། ཁ་སང། དེ་འདྲའི་དཔེ་ཤམ། བྱུང་ཡ་ཅན་ཟླ་བ་བདུན་པའི། ཟླ་བ་བདུན་པའི་ཚེས་ཉི་ཙཱ་ཀྲུ་རེ་ཅི་ནར་བྱུང་བར་བ་ཡིན་ནའི་འདི་ལམ་སང་སྤྱིའི་གནས་ཚུལ་དེ་ཆུ་ལོག་ལ་ཞིབ་བརྗོད་སྐད་གྲགས་ཆེན་པོ་ཆགས་ཡོད་མ་རེད་དེ་ལ་ཕྱིས་སུ་འདིའི་གནས་ཚུལ་ཆགས་ཡས་དེ། གཅིག་བྱས་ན་ཆབ་སྲིད་ནག་ཁུག་གི་ཅིག་ཐོག་ནས་བུ་མོ་དེའི་དཔེ་ཆ་དང་ཡོད་དེབ་ཅིག་ཅི་བྱེད་འདི་བྱེད་ཅེས་ཁོ་རང་ཚོ། རྒྱ་ནག་ནག་ལོ་ནས་ཚུར་ལྟ་མི་དེ་འདི་གས་བློས་མེད་འགྲོ།

རྒྱབ་ཡ་དང། ཨ་ནི་གསར་འགོད་པ་ལ་བཅར་འདྲི་བྱས་ད་དུང་ཚོ་བཅས་ལན་རྒྱག་དགོས་མི་འདུག་ཟེར་འདུག་ད་ག་ལང་ཤིང་གིས་ཨེ་ནི། ཆང་རག་བཏུང་ཡོད་མེད་ཀྱི་ཆུ་ལོག་ནས་ཁོ་ཚོ་གིས་ཨེ་འདི་བཏང་ཡས་འདིའི་ནང་ལ་གས་དོན་ཡོད་ཟེར་མ་བསྟན་ཡིན་ནའི་ཁྲག་རང་གིས་གཅིག་བཏང་ཡས་ན་བསྟན་པ་ཡོད་ཟེར་བ་འདི་བྱེད་དུས་འདི་བརྟག་དཔྱད་མ་བྱས་པ་བྱས་ཁས་ལེན་ཁོར་བྱེད་མི་འདུག་ད Australia གིས་ར་བྱས་པ་ཡིན་པ་ཡིན་ན་ད་དུང་ཚོ་མ་བྱས་པ་ཡིན་ན་ཡང། ཁྲིམས་ཁང་གིས་འགྲོ་སྟངས་བྱས་པ་ནས། ཁྲིམས་ལ་བརྩི་སྲུང་མ་བྱས་པ་དང། དེ་གང་ཅིའི་སྒྲོ་གུ་ཡོད་ས་རེད་དེ་ལ་ཡིན་ནའི་ཁྲིམས་རྩོད་པ་གི་ལབ་ནས་ལྟ་གང་ལྟར་མ་བྱས་ས་ལབ་ཡོད་ས་རེད་གལ་སྲིད་དེ་ན་དེའི་ཉིན་མོ་དེ་ལ་དེ་གར་སོག་རེད་ཚད་གཏོང་ཚོ་ཐོབ་པོ་དོན་ཡོད་པ་ཡིན་ན་ཡང་ཆུང་མ་ཁྲིམས་བཅད་ཡས་ལ་འདུག་གི་ཡོད་རེད་བ། དེ་སོང་ཙང།

ཁ་སོར་བརྙན་འཕྲིན་གྱི་སྐད་ཆ་བཤད་ཉེས། དེ་འདྲའི་གསར་འགོད་པ་ཟོག་དམར་བས་དེ་འདྲས་ཅིག་རེད་འདུག་བ། ད་ཁོ་རང་འདྲ་བོ་ཅིག་ཆ་བཞག་བའི་ཡིན་པས་ཡིན་ན། སྐད་གྲགས་ཆེན་པོ་བྱེད་ཅིག་ག་ཅེས་ཟེར་ན་ཁོ་རང་གིས་ད་དེ་འདྲའི་གསར་འགྱུར་གྱི་ལས་རིམ་ནང་ལོགས་ལ་སྐད་ཆ་བཤད་པའི་ནང་ལོགས་ལ་ད་ལྟ་ཨོས་ཏྲེ་ལི་ཡ་གྱི་འོས་ཤོག་ལས་འགྱུར་བ་འགྲོ་ཐུག་འོ་རེད་ད་ཁ་ཤས་ཀྱི་འོས་ཤོག་བླུགས་དུས་ཕར་ཚུར་འདེད་སྐད་བཤད་དུས་ཁ་ཤས་འོས་ཤོག་འགྱུར་བ་བཏང་ཐུག་འདུག་བ།

དང་ཁོ་རང་སྐྱེ་མེད་པར་འདུག་ད་ཁོ་རང་གིས་འདྲ་པོ་ཅི་ཡིན་ནས་ལས་དེ་འདྲས་མི་གནད་འགག་གི། ཆེན་པོ་རོབ་ཅིག་དང་ཨོ་སི་ཁྲུ་ལི་ཡ་ལ་ཡང། ཅིག་གི་ས་ཁུལ་ནང་ནས་ཡང་ཅིག་གི་མ་འདྲ་བ་ཅིག་ཡོད་བསྡད་པའི་གི་གནས་ཚུལ་ཅིག་བྱུང་འདུག་ད་ཁོ་རང་གིས། ད་ལྟ་ཕི་ཇོ་ཁའི་དཔེ་ཤག་ཁ་ཚ་བྱས་ནས་ཁོ་རང་ཡིན་པའི་ནས་དཔེ་འཇོག་མང་པོ་བཟོ་ཐུབ་ངེས་ཀྱི་མི་དེ་ཅིག་ཡིན་བསྡད་དུས།

དེ་བུ་མོ་དེ་ག་རེ་ཡིན་མེད་དང་ག་རེ་བཏགས་མིང་དེ་དངོས་གནས་ཡིན་མེད་དང་དང་ཚིག་གཅིག་གང་ཅི་ད་ལྟ་གསལ་པོ་ཅི་མི་འདུག་ཁྲིམས་ཁང་རང་འཁྲུ་དུས་ཁ་སང་ངེད་ཀྱི་མིང་བོས་དེ་མ་ངེད་དེ་ངེད་ལ་ག་རེ་ལང་ཡང་ཡང་ས་ག་ས་འོང་དེ་ལ་སོང་ད་མིང་དེ་ཁྲིམས་པ་ཅིག་འོང་དེ་དེ་དེ་ཡོད་ས་རེད། ཡིན་ནའི་ལེ་ད་ཡང་ཁོ་ཚོ་ཅིག་རྒྱབ་ལྗོངས་ཡག་པོ་ཡོད་དེ་དུས་མིང་གདོང་ཚོད་འགྱུར་བ་དང་ད་གང་ལྟར་ལག་སྐྱེས་གདོང་ཚོད་ད། སྒྲ་མ་འདྲ་སོལ་ཐོ་འཁོར་བ། འདི་སོང་ཙང་སྟག་ག་འདག་ད་ལྟའི་ཕི་གེ་མི་ནད་པ་འདི་གི་སྟག་ག་འདག་ཁོ་རང་འོག་གི་མི་དེ་ཚོ་བཏང་ནས་དེ་ཚོ་ཉམས་ཞིབ་བྱེད་ཡ་དང་དེ་འདྲས་ཀྱི་ཐོག་ནས་ག་འདག་ལས་ལྷག་པ་བཞག་གི་མེད་པའི་གི་གནས་ཚུལ་ཅིག་ཡོད། བཤད་བསྡད་ཀྱི་འདུག་རོ་ད་ལྟའི་གནས་ཚུལ་ཚིག་ཨེ་འདྲས་ཆགས་བསྡད་ཀྱི་ཡོད་ཟེར་ཁ་སང་དེ་གང་ལྟར་མི་ལ་དཔེ་ཆ་སྤྲད་ནས་ད་གང་ལྟར་བུ་མོ་དེ་གི་གནས་ཚུལ་ཧ་གོ་ཉན་ཡོད་མེད་ན་སྙན་པོ་ཅན་ཡིན་ཟེར་ཡག་སོང་བྱུང་བསྡད་འདུག་བ་འདི་སོང་ཙང་ད་ལྟའི་ཚུལ་ལ་ཨོ་སི་ཁྲུ་ལི་ཡར་ཡོད་པའི་གི་གསང་རྒྱུགས་ཀྱི་སྡེ་ཚན་དུ་འཛུལ་གི་ཡིན་བས་ནས་དེ་དང་དོ་སྣང་ཆེན་པོ་ཞུ་ཅིག་བྱེད་ཀྱི་ཡོད་པའི་གི་གནས་ཚུལ་ཅིག་བརྗོད་ཀྱི་འདུག་ཁྱེད་ཚང་འདི་ལ་ད་གང་ལྟར་དོན་དག་པས་ཀྱང་བཤད་པ་ཡིན་པས་ན་གང་ལྟར་མི་བསམ་པ་ལང་བཞིན་གྱིས་ད་ཅིག། ཁྲིམས་ཁང་ནང་ལ་ལོ་ཟླ་གཅིག་ཁྲིམས་ཐག་བཅད་ཡ་རེད་སྐད་ཆ་བཤད་ཡ་འདུག་ཚོ་གང་ཡང་བྱུང་དེ་འདྲས་ང་ཚོ་རྣམ་ཀུན་གྱི་ལངས་ཤེས་བྱུང་མེད་པས་ཀྱིས་འོང་དེ་འདྲས་ཅིག་ཆགས་ཏེ་ཞག་ཞུ་ཡ་ཡིན། འདི་དང་མཚུངས་ནས་ད་ཁ་སང་གནས་ཚུལ་འདི་བྱུང་པའི་སྐབས་སུ་ལ་ད་གང་སྐད་ཀྱི་དོ་སྣང་བྱེད་ཅིག་དྲ་རྒྱ་ཁ་ཐོར་ཐོར་ལས་ཤུགས་ཆེན་པོ་ཞུགས་ཅིག་འགྲོ་བསྡད་པའི་སྐབས་སུ་ལ་ད། འགན་ཁ་སང་གོང་ལས་ཅིག་ཞུས་ཡོད་པ། ད་ལྟ་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གིས་པར་རོ་ལ་ཀུ་ཤུ་བཏང་ཡ་དེ་ལོ་བཅོ་ལྔ་བཀག་འདུག་གང་ལྟར་ཁ་སང་ནས་ལོ་བཅོ་ལྔ་བཀག་པ་དེ་ད་ཕྱིས་སུ་སྒོ་ཕྱེས་པ་དང། ད་ག་ལང་བཞིན་གྱིས་ཁོང་ཚོའི་གིས་ཨོ་སི་ཁྲུ་ལི་ཡ་གིས་ལྕགས་ཀྱི་ལས་ཁང་ཅིག་ཡོད་ཚུལ་དེ་ལ་རྒྱ་ནག་ལ།

ཁེ་ཕན་གྱི་དེའི་ཐོག་ནས་འདེད་ཅིག་བྱེད་ཀྱི་མེད་འགྲོ། འོ་འདི་འདྲས་ཀྱི་ཐོག་ནས་ད་ལྟའི་མི་ནད་པ་ཕོག་ཉེས་དེ་ནས་ལས་དེ་གང་ལས་ལྷག་བཞག་གི་མིན་བྱས་བྱས་ད་གང་ད་བརྟག་དཔྱད་བྱས་བྱས་གང་ད་དེ་ཁྲིམས་ཀྱི་ཐོག་ནས་ཐག་གཅོད་བྱས་ན་མ་གཏོགས་ད་གང་ད་བྱེད་ཀྱི་མེད་པས་ཀྱི་ཁོ་རང་གི་ངོས་ནས་འོ་འདི་འདྲས་ཅིག་ཡང་ལས་འགུལ་ཅིག་སྤེལ་གྱི་ཡོད་པའི་ཐོག་ནས་འོ་འདི་འདྲས་ཅིག་བཤད་ཀྱི་འདུག་ད་གང་ད་དེ་ཚོ་ག་ཚོད་རེད། སྙེ་མ་ནས་ལོ་བཅོ་ལྔ་ཚེས་བཀའ་ཤག་རེད་ད་རེས་ཧོ་བཀྱག་འདི་བྱེད་བྱེད་ཡོད་འདུག་ད་པ་རུ་ལ་འགྲོ་བ་ཞུ་ཅི་ཡོད་དེ་བས་ཀྱི་རྣམ་པ་ཅི་ཐོན་ཡོད་འདུག་ད་གང་ད་ཕི་བཅོལ་ཐུབ་སི་དེ་མི་ཡང་སྤྱིར་བཏང་མི་མེད་དེ་བས་ཅི་ཆགས་དེ་འདུག་ད་གང་དེ་གནས་ཚུལ་དེ་ག་འདྲས་ཀྱི་འགྲོ་གི་ཡོད་ན་ད་འདས་ཚོད་ལ་ད་བཤད་ཚོད་མ་ཐེབས་ཅིག་དང་དྭགས་གླང་ཤིང་གི་ད་ལྟའི་ཁྲིམས་དེ་ཡང་སྙེ་མ་ཁ་ཤས་མ་འགྱངས་ཡོད་བས་ཀྱི་ཐོག་ནས་ད་ག་ཚོད་ཟིན་ནས་ཐག་ཆོད་གི་ཡོད་མེད

མ་བྱུང་བས་ཀྱི་ཐོག་ནས་མི་མང་པོ་ཅིག་གིས་ད་དུང་ཚོའི་སྡོང་པོ་དང་པར་རྒྱ་ཡ་དང་དེ་གང་ཡང་བྱུང་མེད་བསྡད་པའི་ཀྱི་གནས་ཚུལ་ཅིག་ཆགས་ཏེ་ཞག་ཞུན། འོ་ད་དེ་ངས་པར་རིས་མང་པོ་ཅིག་འཆོར་བསྡུ་བྱེད་བྱེད་ཚུལ་བཟོས་ཡིན་ར། ད་དེ། གར་སོང་རེད། ཁྱེད་རང་ཚོ་ལྟ་བ་ཡིན་ན་ཏི་སི་ཐུ། གར་སོང་རེད། གསལ་པོ་ཧ་གོ་ཡ་བྱེད་དོ་ཡིན། ཡང་གལ་སྲིད་དྲ་ལམ་དེ་འདྲའི་དཀའ་ལས་འདུག་ན་ཡང་སུ་སུ་སུ་སུ་བྱ་ན་ཅིག་པར་བ། དེ་སོང་ཙང་ད།